ང་རང་ང་རང་ངོ་སྤྲོད་བྱས་པ་ཡིན་ན་སྟོན་དེ་རྗེས་སུ་རབ་ཏུ་འབྱུང་རྒྱུ་ཞིང་རྒྱལ་བའི་གསུང་ལ་སྦྱངས་པ་མི་དམན་ཞིང་རྣལ་འབྱོར་སྤྱོད་ལ་བརྩོན་པའི་དགེ་སློང་ཞིག་དྲང་སྲོང་ཆེན་པོ་དེ་ལ་དེ་ལྟར་གུས་བྱས་ནས་རྗེ་རིམ་བཞིན་བསྲུང་བ་ནང་བཞིན། ཨོ་ང་རའི་ད་ག་ཡིན་ད། སྟོན་དེ་རྗེས་སུ་རབ་ཏུ་འབྱུང་ནས། ཨེ་ནི། ལོ། པའི་བཅུ་ཕྲག་ཁ་ཤས་ཤིག་རིང་ལ། དཔེ་ཆ་བལྟས། ད་དེ་ནས་ང་ཚོ་བཙན་བྱོལ་བ་ཆགས་ནས་དཔེ་ཆ་མུ་མཐུད་ནས་ལྟ་གི་ཡོད་རེད། རྒྱལ་བའི་གསུང་ལ་སྦྱང་པ་མི་མེད་བཞིན། ད་བཅོམ་ལྡན་འདས་ཀྱིས་དེ་ནས་གང་ལྟར་དེ་ནས་གསུམ་བཀའ་བསྩལ། ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་རིས་སུ་མ་ཆད་པའི་སྐྱེས་བུ་དམ་པ་མང་པོས་ད་འགྲེལ་པ་དང་ཡང་འགྲེལ་མང་པོ་རྩོམ་ནི། དངོས་གནས་དྲ་གནས་ཀྱི་པའི་ཕུལ་དུ་བྱུང་བའི་ལེགས་བཤད་ཡོད་བསྡད་པ་འདི་ཡིན། ད་སློབ་ཆུང་ད་ལྟ་ཡིན་ནས་བྱེད་བསྡད་ཀྱི་ཡོད། ཨེ་ནི། དཔེ་ཆ་བལྟས་པའི་དགོས་དོན་དེ་སེམས་རྒྱུད་དུལ་པོ་ཡོད་རེད། རྒྱུས་མ་ཐུལ་ན་དཔེ་ཆ་དེ་ནི་དགོས་པ་གལ་མ་བྱུང་བ་རེད། ཚ་དེ་འདྲ་ཡིན་དུས་ཚ་ནས་གི་ཉེ་རིང་བཞིན་དུ་ངས་སྒོམ་རྒྱག་ཡ་ཅིག་དང་གཙོ་བོ་བྱང་ཆུབ་ཀྱི་སེམས་སྒོམ་བསྡད་ཀྱི་ཡོད། བྱང་ཆུབ་ཀྱི་སེམས་སྒོམ་ནི་སྙིང་སྟོབས་སྐྱེ་གི་འདུག་བ། ཨེ་ནི། ཀྱེ་བྱང་ཆུབ་པའི་སེམས་ཀྱི་དཔལ་སེམས་ཤུགས་སྐྱེད་ཡི་དུས་ས་ནི། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་དག་ནས་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ནས་དང། དེ། སྨོན་ལམ་དེ་འདྲ་སྐྱེ་གི་ཡོད་རེད། ནམ་མཁའ་མ་སད་ཀྱི་བར་ལ། ཇི་སྲིད་སེམས་ཅན་གྱི་སྡུག་བསྔལ་མ་སད་ཀྱི་བར་ལ། ང་ཨེ་ནི། མུ་མཐུད་ནི། ཨེ་ནི་འགྲོ་བའི་དོན་བྱེད་ཡ་བྱས་ནས།

འོ་ད་དེའི་རིགས་ངས་ཉམས་ལེན་བྱེད་ཀྱི་ཡོད་རེད། ད་ལྟ་ཁྱེད་ཀྱིས། ཨོ། ཨེ་རེད་བྱང་ཆུབ་ཀྱི་སེམས་དེ་སྟོང་ཉིད་ཀྱི་ལྟ་བ་དང་སྦྲེལ་ནས་ཨེ་ནི་བསམ་བློ་གཏང་གི་ཡོད་རེད། རྒྱ་གར་གྱི་གྲུབ་མཐའ་སྨྲ་བ་ཨེ་ནི། ཕྱི་དྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ་དབུ་མ་པ། དབུ་མ་པ་ལས་ནང་གསེས་ཀྱི་དབུ་མ་རང་རྒྱུད་པ་དང་དབུ་མ་ཐལ་འགྱུར་བ་སོགས་ཡོད་པ་ཡིན་དུས། ང་དེ་སློབ་དཔོན་ཟླ་བ་གྲགས་པས་དབུ་མ་འཇུག་པ་འཇུག་པ་རང་འགྲེལ་དུ་བྱས་པ་འདི་ནི་ཉེ་རིང་ཤིན་ཏུ་ཀློག་བདེ་གི་ཡོད། གཞན་ནི་ཆོས་ཐམས་ཅད་མིང་རྐྱང་བཏགས་ཡོད་ཙམ་སྟེ། སེམས་ཀྱི་གཏིང་ནས་པའི་ངེས་པ་ཉིད་དེ་བས་ཆེས་ཞན། དེ་འབྲེལ་གྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཟུང་དུ་འབྲེལ་ནི་ཉེ་རིང་ཤིན་ཏུ་ངས་སྒོམ་བདེ་གི་ཡོད། ཨེ་ནི་ཚེ་འདི་ལ་ཡིན་ནའི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་བམ། ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེ་ནི་སྙིང་རྗེ་ཆེན་པོའི་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱས་པར་ཤོག། སི་ཏཱ། དེ་ནི། ངས་ལག་ལེན་བཀལ་གྱི་ཡོད་རེད། ཨེ་ནི། ཧི་མ་ལ་ཡའི་རི་རྒྱུད་དེ་ཡིན་ཏེ། ཨེ་ནི། ག་འདྲ་ཅིག་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་འདི་ཤུགས་ཆེན་པོ་ཞི་བ་ཅིག་ཡོང་བ་རེད། ཨེ་ནི་སེང་གེ། ཁ་སར་ཁ་སྦུབ་སར་བས། དེ་ནི་མ་བྱས་ནི་ང་ཚོ་ད་བོད་ད། ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་རེད་བོད་ཀྱི་ཆོས་དང་རིག་གཞུང་འདི་དེ། ཨེ་ནི་ལ་དྭགས་ལ་ཡང་ནི། དངོས་ནས་ཆོས་ལུགས་ཀྱི་མཐུན་སྒྲིལ་འདི་ཡག་པོ་ཤོར་རེད་ཤག།